ད་ཚོ་ལུང་པ་བཅས་ཀྱི་མི་སེར་ཞི་བའི་སྐབས་ལ་སྟོབས་ཆེན་རྒྱལ་ཁབ་ཨ་རི་འཛམ་བུ་གླིང་གི་རང་དབང་ཆེ་ཤོས་ཀྱི་ལུང་པ་བཅས་ཀྱི་མི་སེར་ཞི་བའི་སྐབས་ལ་ང་ཚོ་གི་ལོ་རྒྱུས་དེ་དྲང་པོ་ཞིག་འཁྲིད་ཐུབ་ཀྱི་ཡོད་མ་རེད། སོ་སོའི་མི་ཁོངས་དེ་རྒྱལ་ཁབ་ཀྱི་ཁྱབ་ཁོངས་དེ་གང་ཡིན་པ་དེ་དྲི་ས་ཡོད་པ་རེད། དེ་འདྲ་ཡིན་པའི་ཆ་ནས་མདོར་བསྡུས་ན་ང་ཚོ་རྒྱལ་ཁབ་མེད་པའི་ཁེ་ད་མི་སེར་བཅས་ཆགས་ཡོད་པ་དེ་ང་ཚོ་གི་དྲན་པ་འབྱིན་ཉན་གྱི་མ་རེད་ཟེར་ན་དེ་དེ་ག་དུས་ཡིན་ན་སོ་སོ་ཡས་དེ་དྲན་གྱི་ཡོད་ལ་ངས་སྐད་ཆ་ག་དུས་བཤད་པ་ཡིན་ན་དེ་ཞུ་གི་ཡོད།

ང་ཚོ་ཚང་མ་གནས་བབ་གཅིག་པ་རེད་དེ་རིང་འདས་ལ་ངོས་ཉི་ཤུ་སུམ་ཅུ་ག་རེ་སླེབས་ཡོད་བ་དེ་དང། ནིའུ་ཡོག་ལ་བོད་པ་ཁྲི་གཅིག་ཡིན་མིན་ག་རེ་ཡོད་བ་དེ་ང་ཚོ་གི་གནས་བབ་ལ་ཁྱད་པར་གང་ཡོད་མ་རེད་ང་ཚོ་ཚང་མ་བོད་པ་རེད་རྒྱལ་ཁབ་མེད་པའི་ཀྱི་མི་སེར་གཅིག་ཆགས་ཀྱི་རེད། ཡིན་ན་ལེ་འདས་ལ་ག་དུས་ཡིན་ན་ལེ་མི་ཉི་ཤུ་སུམ་ཅུ་དེ་ཚོགས་པ་གི་ལས་འགོ་སྤེལ་ན་འདྲ་སྒེར་གི་ལས་འགོ་སྤེལ་ན་འདྲ་ག་དུས་ཡིན་ན་ལེ་དགྲ་བོ་རྒྱ་ནག་གི་གཞུང་ཚབ་ཁོང་གི་མདུན་ལ་མི་ཉི་ཤུ་སུམ་ཅུ་དེ་དང་ག་དུས་ཡིན་ན་གནས་སྟངས་དེ་འདྲ་གྱི་རེད།

སྤྱི་ཟླ་གཉིས་པ་གི་ཚེས་པ་ཉི་ཤུ་རྩ་ལྔ་ལ་བོད་ཀྱི་ན་གཞོན་སྒྱུ་རྩལ་བ་ཚེ་རོང་ནོར་བུ་ལགས་དང་བོད་ཀྱི་ཆེད་དུ་བོད་ཀྱི་རྒྱལ་ས་ལྷ་ས་ལ་ཕོ་བྲང་པོ་ཏཱ་ལགས་ཀྱི་འདོད་བློ་རང་ལུས་མེ་ལ་བསྲེགས་བྱས་ནས་སྐུ་སྲོག་ཤོར་རིགས་ཀྱི་གནས་སྟངས་བྱུང་ནས་དེའི་ཟླ་བ་གསུམ་གྱི་རྗེས་ལ་ཁོ་རང་གི་ཕ་རྒན་ད་རང་སྲོག་སོ་སོའི་སྐྱེ་བ་ཡིན་ན་འདྲ། གོང་ལྟར་རྒྱ་མིའི་བསད་པ་ཡིན་ན་འདྲ། གོང་ལྟར་ཁོ་རང་སྐུ་སྲོག་ཤོར་བའི་གི་ནད་གདོན་ཆགས་དེ། ད་ལྟའི་ཆ་ལ་བརྒྱུད་ལམ་ཁག་ལ་མཐོང་ཡ་ལ། ག་རེ་མཐོང་གི་ཡོད་རེད་ཟེར་ན། ཁོ་རང་གི་བུ་ཚེ་དབང་ནོར་བུ་ལ་རང་ལུས་མེ་ལ་བསྲེགས་ཚར་བའི་རྗེས་ལ། ཁོ་ནི་ཕ་རྒན་ལ་རྒྱ་ནག་གི་དྲི་ཚིག་དང་སུན་གཙེར་ཡང་ཡང་བཟོས་པའི་རྒྱུ་མཚན་དེ་ད་ཁོ་རང་དེ་འདྲ་གི་དཀའ་སྡུག་དང་མནར་གཅོད་ཀི་འོག་ནས་ད་སོ་སོས་སོ་སོ་རང་ཞིག་བྱ་བའི་གི་གནས་སྟངས་ཅིག་ད་ལྟའི་ཆ་ལ་བརྒྱུད་ལམ་ཁག་ལ་དེ་འགྲོ་གི་ཡོད་རེད། གང་ལྟར་རྒྱ་ནག་གིས་ཐད་ཀར་བསད་ཀྱི་ཡོད་ན་འདྲ་མནར་གཅོད་གཏོང་ནས་ཤི་གི་ཡོད་ན་འདྲ། ཁྱིམ་ཚང་བཅས་ལ་གོད་ཆག་ག་རེ་བྱུང་ཡོད་ཟེར་ན། ཟླ་བ་གསུམ་གྱི་ནང་ལོགས་ལ་ཕ་དང་བུ་གཉིས་ཀ། འཇིག་རྟེན་འདི་ནི་ཁ་གྲགས་ཚར་ག། ད་ང་ཚོས་བསམ་བློ་གཏོང་ད་སོ་སོའི་ཁྱིམ་ཚང་གཅིག་ལ། མི་ཚང་སྟེང་གི་ཕ་རྒན་དང་བུ་གཉིས་ཀ། ཟླ་བ་གསུམ་གྱི་ནང་ལོགས་ལ་གཅིག་གིས་གྱིས་ལ་གཅིག་གྲོངས་བ་ཡིན་ན།

ང་ཚོ་ལ་ལས་རྒྱུ་འབྲས་ཅི་ཡོད་ན་ཕྱིའི་ངོ་ཚ་ཅི་ཡོད་ན་དེ་སུས་ཁ་ཆེམས་ལ་མ་མཐའ་ཡང་ང་ཚོ་གི་བསམ་བློ་ཅིག་གཏོང་དགོས་གི་རེད་གོང་ཚད་ཅིག་རྒྱབ་དགོས་གི་རེད་མགོ་དཔོན་པོ་ནས་བཟུང་སྟེ་ངས་ད་རིང་ནན་པོ་གཅིག་ཞུ་གི་ཡོད་སུ་ལ་ཕོག་མིན་ལ་ང་ལ་ཁྱད་པར་གང་ཡང་མེད། ངའི་སྐད་ཆ་འདི་ང་རང་གི་ཆེད་དུ་བཤད་གི་མེད། ངའི་སྐད་ཆ་འདི་བོད་ཀྱི་ཆེད་དུ་བཤད་གི་ཡོད། ང་བོད་པ་ཅན་པའི་རྒྱུ་མཚན་གྱིས་ངས་འགན་འདྲི་ཅིག་བཤད་གི་ཡོད། ད་ང་ཚོས་བསམ་བློ་བཏང་དགོས་གི་རེད།

འཐབ་རྩོད་ལག་རྩལ་འཛིན་གྲྭ་དེ་གང་ལ་མི་ཆེན་པོ་རྫིག་པོ་མཉམ་དུ་པར་རྒྱག་དང་སྣེ་ལེན་བྱེད་ཡ་དེ་ཧ་ལམ་འཐབ་རྩོད་ཅིག་ཡིན་པས་བཟོ་ར་བོ་ཅིག་དེ་མ་རེད། དེ་ཡང་འགན་འཛིན་གྱི་ཆ་ཤས་ཅིག་ཡིན་གྱི་རེད། ཡིན་ན་ལས་བོད་པའི་རྩ་དོན་འཐབ་རྩོད་དེ་འཁྲབ་སྟོན་མ་རེད། འཛིན་གྲྭ་ཞིག་གི་གང་ལ་ང་ཚོས་འཁྲབ་སྟོན་བྱེད་ཀྱི་ཡོད་མ་རེད། ཤ་ཚ་རྣམ་དག་གི་ལྷག་བསམ་རྣམ་དག་གི་འཐབ་རྩོད་དང་ལོ་ལ་འགན་འཁྱེར་ཡ་བསམ་བློ་དགོས་གི་རེད་དངོས་གནས་ཀྱི།

རྫོང་ཁག་གསུམ་གྱི་འབྲོག་པ་ཁྲི་གཅིག་དང་བརྒྱད་སྟོང། སོ་སོའི་ཕ་ས་ཕ་ཡུལ་ནས་ལྷོ་ཁ་ས་ཁུལ་ལ་ད་རྒྱ་ནག་གི་བཙན་ཤེད་ཁྲོད་གནས་སྤོ་བྱེད་བཅུག་གི་ཡོད་རེད། ད་དེ་འདྲ་བྱས་བྱས་ནས་གང་ལྟར་སོ་སོའི་ཕ་ས་ཕ་མའི་ཕ་མེས་ཡོད་མེད་ནས་ཟན་བསྡད་ཆོག་གི་ས་ཆ་ཡག་ས་དེ་ཚོ་རྒྱ་ནག་གིས་ད་ཁོ་རང་ཚོ་གི་གཏེར་ཁ་སྔོག་འདོན་བྱེད་ཡ་བཟོ་གྲྭ་རྒྱག་ཡ་ཁོ་རང་ཚོ་གི་མི་སེར་གནས་སྤོ་བྱེད་ཡ་བྱས་བྱས་ནས་བོད་པ་གི་སོ་སོ་གི་ཕ་ས་ཕ་མེས་ཀྱི་གང་ལྟར་འཚོ་བ་གི་གཏན་གྱི་ཚོང་པ་ཤོར་འགྲོ། དང། དེ་འདྲའི་ཚིག་ནི་ད་བོད་ཡུལ་རྒྱ་ཡུལ་ལ་འཇོག་འགྲོ་དགོས། ད་ནང་པ་ཚོ་གི་ཟེགས་དང། རྒྱལ་གཅེས་དཔའ་བོ་ཚེ་དབང་ནོར་བུ་ལགས་ཀྱི་ཕ་རྒན། ཤི་ལ་ཉེ་བ་གི་མི་རྒན་གྱི་ག་རེ་གཅིག་ནི་རེ་བོ་ཞིག་བྱ་བ་རེད་ད། བོད་པ་གི་ཆོས་ལུགས་ཀྱི་ཐོག་ནས་ངོས་འཛིན་བྱེད་སྟངས་དེ་ལ་མི་གཅིག་གི་རང་ཞིག་བྱ་བ་ཡིན་ན་སྐྱེ་བ་ལྔ་བརྒྱ་ལ་གང་ལྟར་བདེ་འགྲོ་ཐུབ་ཡ་མེད་བ་གི་འདྲི་གཞི་རྒྱག་གི་ཡོད་རེད་བ།